ཨ་ནི། དུས་གསུམ། ཅེས་གདམས་པའི། ཨ་ནི་བྱ་ཚིག་དེ་གའི་དེ་བསྡོམས་བརྒྱ་ཡ་གི་མཚམས་དེར་སླེབས་ཡོད་རེད་པ། དེའི་མཛངས་ངས་ད་ལྟ་སློབ་ཚན་ཁྲིད་རོགས་ཡོད། ཨ་ནི། ལྷན་རྒྱས་ཁམས་བཟང་ཞུ་རྒྱུ་ཡིན། ལགས་སོ། བཀྲ་ཤིས་བདེ་ལེགས་བྱེད་འདྲ་མོ། བཀྲ་ཤིས་བདེ་ལེགས། ལོ་སོ་བ་འདྲ་ཞིག་དེ་ལས་མི་ཁ་ཤས་ཀྱིས་བསྐུར་བ། ཨ་ནི་དེ་རིང་དུས་གསུམ། ད་ལྟའི་དུས་གསུམ་སྤྱི་བཏང་པ་དེ་ལྟས་དཀའ་ལས་ཁག་བ་འདུག་ཨ་ནི་བོད་ཆོས་ཡང་མང་པོ་ཡོད་རེད་དུས་གསུམ་སྤྱི་བཏང་པའི་ནང་ལ་བྱ་ཚིག་མང་པོ་དེ་འདྲའི་གལ་ཡོད་མ་རེད་དེ་ཡིན་ན་ཡང་ཡོད་པ་དེ་བོད་ཆོས་ཡོད་པ་རྐྱང་རྐྱང་རེད་ད། དེ་འདྲ་ཡིན་ཙང་ཨ་ནི། ཨ་དེ་རིང་ངས་སྡོམ་གཅིག་མ་ཞུས་ན་བསམས་སོང། ཡ་ཡ་ད་ངས་ཞུས་ཤ་ན་ཕལ་ཆེར་འགྲིག་གི་མེད་འགྲོ། ཕ་ཅིའི་བཏང་ར་དེ།

བཀྲ་ཤིས་བདེ་ལེགས་བཀྲ་ཤིས་ལགས། ལོ་སོ། ད་ངས།

དེ་བར་དུ་མཐོང་ཐུབ་ཨོ། ད་འགྲིག་མེད་འགྲོ། ད་དུས་གསུམ་འཛིན་གྲྭ་ཉི་མ་བཅུ་པ་དེའི་ནང་ལོགས་ལ་ད་ངས་དེ་རིང་ག་རེ་ཞུ་ཡ་ཡིན་ཟེར་ན། དུས་གསུམ་སྤྱི་བཏང་པའི་མཇུག་སྡོམ་དེ་རྒྱག་གི་ཡིན་ད་རེད་བ། དུས་གསུམ། ཨ་ནི། སྤྱི་བཏང་པའི། མཇུག་སྡོམ། སྤྱི་བཏང་པའི། ད་མཇུག་སྡོམ་དེ་མ་ཞུ། དུས་གསུམ་སྤྱི་དང་པོའི་མཇུག་སྡོམ་འདི་མ་ཞུས་པ་ལགས། རེད་བ། ད་ཁྱེད་རྣམ་པ་ཚོའི་ནི་ཚང་མའི་དགོངས་སེལ་དག་རེད། དུས་གསུམ་ཟེར་ངེས་དེ་ལས་ང་ཚོ་ཡ། ནི་ཆ་ཚིག་ལ་དབྱེ་བ་ཕྱེ་རྒྱུ་ཡོད་པ་དང་དེ་ཡང་ང་ཚོའི་བོད་པའི་གི་ཆ་ཚིག་དེ་རེད་བ་ཡང། ཆ་ཚིག་ཆ་ཚང་ལོ་དོན་ཚན་གསུམ་འདྲ་ཞིག་ནང་ལ་བ་ཏང་ཡིན་པ་ང་ཚོ་དང་པོ་དང་པོ་དེ་ལ་ཡ། དུས་གསུམ།

འདི་སྡེ་ཚན་འདྲ་པོ་མང་པོ་ཡོད་དེ་ངས་ཅིག་འོ་ད་དེ་འདྲའི་ཅིག་གིས་ང་ཚོ་སྡེ་ཚན་འདྲ་པོ་གཅིག་གསུམ་བྱས་ནས་ང་ཚོ་སྦྱང་གི་ཡོད་རེད་བ། དེ་རེད་དེའི་ནང་ལོགས་ནས་ད་དེ་རིང་དུས་གསུང་བྱེ་བྲག་པ་དེ་ཞུས་ཚར་རེད་དུས་གསུང་སྤྱི་གཏམ་པ་དེ་ཞུས་ཚར་ནས་ད་དེ་རིང་དུས་གསུང་སྤྱི་གཏམ་པའི་གི་མཇུག་སྡོམ་མཇུག་སྡོམ་ཞུ་ཡག་གི་མཚམས་དེ་སླེབས་ཡོད་རེད་བ། དེ་འདྲའི་ཡིན་པ་ཡིན་དུས་ད་དུས་གསུང་སྤྱི་གཏམ་པའི་གི་མཇུག་སྡོམ་དེ་མ་ཞུས་པ་ལ་ཕལ་ཆེར་རྩ་བ་དེ་ངས་བྲིས་མ་གོ་བ་ཆེས་ཁ་ཚང་བྲིས་ས་དེ་ད་ག་རང་བསྟན་བཞག་ཡིན་ད་རེད་བ། ངེས་པར་དུ་ཐུགས་ལ་བཅང་དགོས་ཡས་དེ་ག་རེད་ཟེར་ན་དུས་གསུམ་སྤྱི་དང་བེ་གི་སྡོམ་ཚིག་ཞིག་འདུག་ག་དེ། སྡོམ་ཚིག་དེ་ངེས་པར་དུ་ཐུགས་ལ་བཅང་དགོས་རེད་སྡོམ་ཚིག་དེ་ག་རེད་ཟེར་ན་བྱ་ཚིག་མ་ནིང་བྱེད་ཚིག་མོ་ཡི་ཕུལ། པ་དེ་ལས་གཞན་འདས་ལ་ཕོ་ཡི་ཕུལ། སྒྲ་གདངས་ཐ་དད་མགོ་བྱེད་མེད་ངེས་ལ། བརྗོད་བདེར་བྱེད་ཚིག་མ་ནིང་བརྗོད་ཡང་སྲིད་ཟེར་དེ་ག་གི་སྡོམ་ཚིག་དེ་རེད། སྡོམ་ཚིག་དེ་ཡིན་གཅིག་མིན་གཅིག་ཨ་ནི་ཐུགས་ལ་གོ། དེ་ཐུགས་ལ་ཡོད་པ་ཡིན་ན་ཡག་པོ་ཡོད་རེད། ཐུགས་ལ་འཛིན་དགོས་རེད། ཨ་ནེ། ད་དོན་དག་དེ་གར་བརྩི་དགོས་རེད་ཟེར་ན་བྱ་ཚིག་ཟེར་དུས་མ་འོངས་པ་ལ་གོ། མ་འོངས་པ་གང་ཡིན་པ་དེ་ལ་སྔོན་བྱུང་གི་མ་ནིང་ལས་ཀྱི་རེད་ཟེར་དུས་ག་ད་ཉིད་བཅས། བྱེད་ཚིག་ཟེར་དུས་ད་ལྟ་བ་ལ་གོ། ཨ་ནེ། དེ་ཡི་ཨ་ནེ་ཚིག་དེ་ལ་ཡང་སྔོན་བྱུང་གི་ནང་ལོགས་ནས་མོ་ཨ་ཡིག་དེ་ལས་ཀྱི་རེད་ཟེར་ནས་བྱ་ཚིག་ཟེར་མཁན་དེ་མ་འོངས་པ་གོ་ཡ་དང་བྱེད་ཚིག་ཟེར་མཁན་དེ་ད་ལྟ་བ་ལ་གོ་ན་འགྲིག་གི་ཡོད་རེད། ད་ཁྱད་པར་ད་དེ་ཟེར་བ་བྱ་ཚིག་ཡིན་ན་མ་འོངས་པ་ཡིན་པའི་ཁྱད་པར་དང་བྱེད་ཚིག་ཡིན་ན་ད་ལྟ་བ་ཡིན་པའི་ཁྱད་པར་ད་གེ་ཡོད་མ་རེད་དེ། སྤྱི་ཡོངས་ཀྱི་གོ་སྟངས་བྱས་བཞག་ན་དེ་འདྲའི་གོ་བཞག་ན་ལས་སླ་ཡོད་རེད། པ་བདེ་ལེགས་བཞིན་འདས་པ་ལ་ཕོ་ཡིས་ཕུལ་བ་རེད། ཁྱེད་ཆོས་ག་རེ་ཡོད་ཟེར་ན་སྒྲ་གདངས་ཐ་དད་རེད་མགོ་ཅན་རྩ་བ་ཉིད་ནས་ཡོད་མ་རེད་ཅེས། དམིགས་བསལ་གྱི་དབང་དུ་བྱས་ན་བརྗོད་བདེ་བའི་དབང་གིས་བྱེད་ཚིག་དེ་ལ་དངོས་གནས་བྱས་ན་མོ་ཀླད་གོ་གོ་བ་རེད་དེ་སྐབས་འགའ་རེ་ལ་བྱེད་ཚིག་དེ་ལ་མ་ནིང་ཀླད་པ་དེ་འདྲའི་ཡང་ཡོད་ཁོ་རེད་ཅེས་ནས། མདོར་བསྡུས་པ་ཡིན་ན་བྱ་ཚིག་མ་ནིང་བྱེད་ཚིག་མོ་ཡིས་ཕུལ་པ་བདེ་ལེགས་བཞིན་འདས་ལ་ཕོ་ཡིས་ཕུལ་ཞེས་པའི་ཚིག་རྐང་གཉིས་པོ་དེ་གིས་ག་རེ་བསྟན་པ་རེད་ཟེར་ན་ཚིག་གཉིས་བསྟན་པ་རེད། འོང་ཡང་མཚན་ཉིད་དེ་བསྟན་པ་རེད། སྒྲ་གདངས་ཐ་དད་མགོ་ཅན་མས་ངེས་ལ་ཞེས་པའི་ཚིག་རྐང་གཅིག་པོ་དེ་གིས་ག་རེ་སྟོན་པ་རེད་ལ་ན་ཁྱད་ཆོས་དེ་སྟོན་པ་རེད་ཁྱད་ཆོས། དུས་གསུམ་སྤྱི་དང་པའི་ཁྱད་ཆོས་སྟོན་པ་རེད། བརྗོད་བདེར་བྱེད་ཚིག་མ་ཡིན་མ་ནིང་བརྗོད་ཡང་སྲིད་ཞེས་པ་དེ་གིས་ག་རེ་བསྟན་པ་རེད་ལ་ན་དམིགས་བསལ་བསྟན་པ་རེད་དམིགས་བསལ། ད་དམིགས་བསལ་གྱི་དབང་དུ་བྱས་ན་ག་འདྲས་ཡོད་རེད་ཅེས་ནས་དོན་ཚན་དེ་འདྲས་ཅིག་སྟོན་པ་རེད། དེ་འདྲས་སྟོན་པའི་ན་ལོག་ནས་ད་དེ་འདྲ་བའི་གི་དུས་གསུམ་སྤྱི་དང་པ་དེ་ལ་དབྱེ་བ་མང་ཆེ་ཡོང་ན་ད་དབྱེ་བ་ག་ཚོད་ཡོད་རེད་ཅེས་ནས་ལབ་ཡོང་དུས་ཁ་སང་ང་ཚོ་ངོ་སྤྲོད་ཞུས་པ་ན་གཞིས་བྱེས་ནས་དབྱེ་བ་དང། དབྱེ་བ་བཞི་ལ་དབྱེ་བ་ཕྱེ་ཤག་ཡིན་དར་བ་དེ་ལས་ལྷག་ཡོད་ས་རེད། དབྱེ་བ་བཞི་ལ་དབྱེ་བ་ཕྱེ་བ་ཡིན་ན་དང་པོ་དང་པོ་དེ་ག་རེ་རེད་ཟེར་ན་མིང་གཞི་སྡེ་པ་གཅིག་འབྲེལ་གྱི་དུས་གསུང་སྤྱི་བཏང་བ། རེད་བ། མིང་གཞི་སྡེ་པ་གཅིག་འབྲེལ་གྱི་དུས་གསུང་སྤྱི་བཏང་བ། འདི་ཁྲིད་ཐུབ་ན་ཡག་པོ་ཡོད་རེད་མིང་གཞི་སྡེ་པ་གཅིག་འབྲེལ་གྱི་དུས་གསུང་སྤྱི་བཏང་བ། མིང་གཞི་སྡེ་པ་གཅིག་འབྲེལ་དང་གཅིག། གཉིས་པ་དེ་ག་རེ་ཡོད་རེད་ཟེར་ན་མིང་གཞི་བདེ་བ། གཉིས་འབྲེལ་དང་གཉིས། རེད་བ་ཡང། གཉིས་འབྲེལ་དེ་དཔེ་མང་པོ་ཡོད་རེད། མིང་གཞི་བདེ་བ་གཉིས་འབྲེལ་དང་གཉིས། གསུམ་པ་དེ་ལ་ཡང་མིང་གཞི་བདེ་བ་གསུམ་འབྲེལ་དང། གསུམ། རེད་བ་ཡང། ད་འདི་བཞི་འབྲེལ་ཡོད་མ་རེད། དེ་འདྲའི་དེའི་ཞུ་སྐུལ་དེ་ལ་ད་བཞི་པ་དེ་ལ་ད་དམིགས་བསལ་གྱི་ག་རེ་ཡོད་རེད་ཟེར་ན་ཨ་ནི་བརྗོད་བདེའི་དབང་གིས་རེད་བ། བརྗོད། བརྗོད་བདེར་ཨ་ནི་བྱེད་ཚིག་མ་ནིང་འགྱུར་བ། བྱེད་ཚིག་མ་ནིང་འགྱུར་བ། ཅེས་ནི། འོ་ཡ། མ་ནིང། འགྱུར་བ། འོ་ཏོ། ཅེས་ནི་ད་སྡེ་ཚན་མི་འདྲ་བ་དེ་གའི་དེའི་ཆ་ཡོད། མིང་གཞི་སྡེ་པ་གཅིག་འདྲེས་མིང་གཞི་སྡེ་པ་གཉིས་འདྲེས་མིང་གཞི་སྡེ་པ་གསུམ་འདྲེས་བརྗོད་བདེ་བའི་དབང་གིས་བྱེད་ཚིག་མ་ནིང་ལ་འགྱུར་བ། ཅེས་ནི་སྡེ་ཚན་མི་འདྲ་བ་ཕལ་ཆེར་གསུམ་ལ་དབྱེ་བ་ཕྱེ་ནས་སྦྱངས་པ་ཡིན་ན་ད་ལས་སླ་བ་ཡོད། ད་དེ་འདྲ་ཡིན་པ་ཡིན་ན་ད་གསུམ་ལ་དབྱེ་བ་ཕྱེ་ནས་ག་འདྲས་སྦྱངས་ཀྱི་ཡིན་ཅེས་ནི་ལ་ཡོད་ན་ད་ངས་དེ་ཁ་ཚང་ངས་མ་སྦྱངས་ཚ་ཁྱོད་དུ་སོ་མ་བྱེད་འབུལ་གྱི་ཞུ་གི་ཡིན་ད་རེད་བ། ད་དེ་ཕྱིར་འབུལ་གྱིས་ཞུས་པ་ལ། ད་མིང་གཞི་འདེབས་པ་དང་པོ་མིང་གཞི་འདེབས་པ་གཅིག་འབྲེལ་གྱི་དུས་སུ་ཅི་བཏང་བ་དེ་ཡིན་ད། མིང་གཞི་འདེབས་པ་གཅིག་འབྲེལ་གྱི་དུས་སུ་ཅི་བཏང་པའི་དབང་དུ་བྱས་ན། རེད་བ། ད་ང་ཚོས་ཏུ་བཟི་ད། རེད་བ། ད་ཏུ་བཟི་བ་ཡིན་ན། དགག་བྱ་འགོག་བྱེད་བཀག་ཁོག་གཅིག་འདི་སྐད་དེ། ཁ་ཤས་ཀྱི་བློ་ལ་ཡོད་ན་ཡག་པོ་ཡོད་རེད། དགག་བྱ་འགོག་བྱེད་བཀག་ཁོག་གཅིག་ཅེས་ན་དགག་བྱ་མ་འོངས་པ་འགོག་བྱེད་ད་ལྟ་བ་བཀག་ཟིན་འདས་པ་ཁོག་ད་སྐུ་ཚིག། དེ་འདྲའི་ལས་འོང་དུས་དགག་བྱ་འགོག་རྗེས་བཀག་ཁོག་ཅིག་ཅེས་ནས་ལ་འོང་དུས་མིང་གཞི་བཟླས་པ་གཅིག་འདྲའི་ཡིན་སྟངས་དེ་ག་རེ་རེད་ཟེར་ན། མ་འོངས་པ་གི་མིང་གཞི་ག། ད་ལྟ་བའི་མིང་གཞི་ག། འདས་པའི་མིང་གཞི་ཀ། སྐུ་ཚིག་གི་མིང་གཞི་ཁ་ཡིན་ཙང། ཀ་ཁ་ཁ་དེ་གའི་དེ་མིང་གཞི་བཟླས་པ་གཅིག་མ་ཡིན་པ་ཡིན་ཙང་མིང་གཞི་བཟླས་པ་གཅིག་འདྲའི་གི་དུས་སོང་བྱེད་སྟངས་བ་ཟེར་དགོས་བ་རེད། དེ་འདྲའི་ཡིན་པ་ཡིན་དུས་དགག་བྱ་འགོག་རྗེས་བཀག་ཁོག་ཅིག། སྒང་ལྗང་འགྱེལ་རྗེས་རྐང་འཁོངས་ཤིག། སྒབ་ལྗང་འགེབས་རྗེས་སྐབས་འཁོབ་ཅིག། སྒེག་ལྗང་འགེལ་རྗེས་སྐད་འཁོད་ཤིག། སྒུག། སྒུག་ལྗང་འགུགས་རྗེས་སྐུག་འཁུགས་ཤིག། འགུམ་ལྗང་འགུམས་རྗེས་སྐུམ་འཁུམས་ཤིག། སྒོག་ལྗང་འགོག་རྗེས་ལྐོག་འཁོག་ཅིག། རྒོད་ལྗང་རྒོད་རྗེས་རྐོས་འཁོད་ཅིག། འོ་དོ་སོ་ཡོངས་སུ་རྫོགས་པ་དེ་མིང་གཞི་བཟླས་པ་གཅིག་འགྲིལ་གྱིས་དུས་གསུམ་སྤྱི་དང་བ་ཆགས་དེ་ཡོད་རེད་ཁ་ཚང་ང་ཚོ་ངོ་སྤྲོད་ཞུས་ཚར་བར་བ་དེ་རེད་ད། དེ་ནས་དེའི་སྒང་ལ་ཡ། སྒར་ལྗང་འགྱེལ་རྗེས་སྐར་འཁོར་ཅིག། རྒྱལ་བྱ་འགྱེལ་བྱེད་བཀས་འཁོད་ཅིག། འགེལ་བྱ་འགེལ་བྱེད་བཀལ་འཁོལ་ཅིག། འགྲམ་བྱ་འགྲིམ་བྱེད་བཀྲམ་ཁྲོམ་ཞིག། འགྲོལ་བྱ་འགྲོལ་བྱེད་བཀྲོལ་འཁྲོལ་ཅིག། འོ་དེ་རེད་དེ་ཡང་མིང་གཞི་སྡེ་པ་གཅིག་འབྲེལ་གྱི་དུས་སུ་འཆི་དང་བག་ཆགས་དེ་ཡོད་རེད། དེ་ནས་དེའི་ཤུལ་གུ་དེ་ལ་བདག་བྱ་འདོགས་བྱེད་རྟགས་ཐོགས་ཤིག། ལྡིང་བྱ་ལྡིང་བྱ་འདིང་བྱེད་བཏིང་ཐིང་ཞིག། འདུས་བྱ་འདུས་བྱེད་བཏུས་ཐུས་ཅིག། འདེགས་བྱ་འདེགས་བྱེད་ཨ་ནི་བཏེག་ཐེག་ཞིག།

ཨོ་ཡ། མི་གཞི་སྡེ་པ་གཅིག་འབྲེལ་གྱི་དུས་མཚུངས་ཇི་ལྟ་བ་ཡིན་པ་དེ། ད། ད། ཏ། ཐ། ཏ་ཐ་ཐ་དེ་གལ་ཏེ་མི་གཞི་སྡེ་པ་གཅིག་པ་ཡིན་པ་ཡིན་ཙང་མི་གཞི་སྡེ་པ་གཅིག་འབྲེལ་གྱི་དུས་མཚུངས་ཇི་ལྟ་བ། དེ་ཡང་ང་ཚོ་ཁ་ཚང་སྦྱང་ཚར་བ་རེད། ད་ག་ན་ཤིང་གི་དབུགས་འཇའ་འབིགས་རྗེས་ཕུག་ཕུག་ཅིག།

ད་འདི་ལྟས་ཅི་མ་འདྲེས་པའི་སོ་སྒྲོ་ཞིག་འདུག། སྒྲོལ་བྱ་འགྲོལ་བྱེད་ཀྲོལ་ཀྲལ་ཁྲོལ་ཅིག། རེད་བྱ་འདྲེད་བྱེད་བྲེད་བྲོལ་ཅིག། རེལ་བྱ་བྲེལ་བྱེད་བྲེལ་བྲོལ་ཅིག། ནི་རི་བྱ་འབྲི་བྱེད་ཁྲི་ཁྲི་ཞིག། རོག་བྱ་འཕྲོག་བྱེད་འཕྲོག་འཕྲོག་ཞིག། འོ་དོ་སོ་ཚང་མ་ལ་དུས་བཟང་སྤྱི་དང་བེ་གི་ཁར་སོགས་རེད། མི་གཞི་སྡེ་པ་གཅིག་འདྲེས་ཀྱི་དུས་བཟང་སྤྱི་དང་བ་ཆགས་ཀྱི་ཡོད་རེད། ད་འདི་ཡི་ནང་ལོགས་ལ་ལྟས་ལྟས་ཚེ་འགྱུར་བ་འགྲོ་འདོད་ཀྱི་རྗེས་འཇུག་འགྱུར་བ་འགྲོ་ངེས་ཀྱི་ལྡན་ཚད་རེད་དེ་ཁ་ཚ་ངན་བ་ང་ཚོ་ཤུལ་ཚབ་ཡིན་པ་དེ་རེད།

དེ་གལ་ཏེ་ཡང་མིག་ཤེས་དད་པ་གཅིག་འབྲེལ་གྱི་དུས་སོང་ཇི་ལྡང་བ་རེད་དེ་ཆ་ཚང་ཅིག་ཤོས་ཚགས་པ་ཡིན། དེ་གལ་ཏེ་མིག་ཤེས་དད་པ་གཅིག་འབྲེལ་གྱི་དུས་སོང་ཇི་ལྡང་བ་བྱས་ནས་ཆ་ཚང་ཤོས་ཚགས་དང། མིག་ཤེས་དད་པ་གཉིས་འབྲེལ་གྱི་དུས་སོང་ཇི་ལྡང་བ་རེད། མིག་ཤེས་དད་པ་གཉིས་འབྲེལ་གྱི་དུས་སོང་ཇི་ལྡང་བ་དེ་ག་འདྲེས་ཀྱི་རེད་ཟེར་ན། དཔེར་ན། གཞོམ་བྱ། འཇོམས་བྱེད། བཅོམ། ཆོམས་ཤིག། དེ་འདྲ་བ་བཅས་ལ་ཆ་མཚོན་པ་ཡིན་ན་མིག་ཤེས་དད་པ་གཉིས་འབྲེལ་གྱི་དུས་སོང་ཇི་ལྡང་བ་རེད། ད་དེ་གཉིས་འབྲེལ་ཡིན་པའི་རྒྱུ་མཚན་དེ་ག་ཚོད་བསམ་གོམས་པ་བྱེད་དང།

གཟུད་བྱ་ལ་དེ་ཤག་གི་ཤ་ཚ་ག་ཡག་གི་ཤི་ཤི་ཚག་གི་དེ་ཚད་རེད། གཟུད་བྱ་བཙུད་ཚུད་ཟེར་དུས་ཚོད་ཚང་མ་ལོ་ཙཱ་ཚ་ཚག་གི་དེ་ཚད་དེ་ཡིན་པ་ཡིན་ཙང་མི་གཞི་སྡེ་པ་གཉིས་འབྲེལ་གྱི་དུས་སོང་ཇི་ལྟར་བག་ཆགས་དགོས་བ་རེད་དོན་དག་དེ་ག་ཚང་ངས་མ་ཞུས་ཚར་བ་རེད། ད་ག་ནང་བཞིན་གྱི་བཟུང་བྱ་འཛིན་རྗེས་བཟུང་བཟུང་ཞིག་ཟེད་བྱ་འཛེད་རྗེས་ཟེད་ཟེད་ཅིག་ཟེར་ཡ་འདུག་ཚོད་དེ་ཚོད་དེ་དེ་ཡང་མི་གཞི་སྡེ་པ་གཉིས་འབྲེལ་གྱི་དུས་སོང་ཇི་ལྟར་བ་རེད་ཟ། ཛྷ་གི་གདན་ཚད་ཅིག་ཡོང་གི་འདུག་བ་ཙྪ་གི་གདན་ཚད་ཅིག་ནས་ཡོང་གི་ཡོད་པ་ཡིན་དུས་དེའི་མིང་གཞི་སྡེ་བ་གཉིས་འབྲེལ་གྱི་དུས་སོང་ཇི་ལྟར་འབའ་རེད། ད་ག་ན་ཤིང་གི་ད་དཔེར་ན་ཆ་ཞིག་གི་ཡིན་ན། ཞག་བརྒྱ་འཇོག་རྗེས་ཞག་ཞོག་ཅིག་བཞི་བརྒྱ་འཇིབ་རྗེས་ཞིབ་འཇིབ་ཞིག། ཞོག་བརྒྱ་འཇོག་རྗེས་ཞོག་ཞོག་ཞིག། ཞབས་བརྒྱ་འཇབ་རྗེས་ཞབས་འཇོབ་ཞིག་ཟེར་ཡ་འགྲོ་བ་འདི་ཚོ་ཕྲད་དེ་ཡང་མིང་གཞི་སྡེ་བ་གཉིས་འབྲེལ་གྱི་དུས་སོང་ཇི་ལྟར་འབའ་རེད་ཤ། བྱ། ཤ། བྱ། སྲིད་དེ་ལ་དེ་མིང་གཞི་བདེ་བ་གཉིས་ཀྱི་ཐོག་ནས་ཡོང་གི་ཡོད་རེད། འོ་དེ་ད་གས་དེ་ཁ་ཚང་ངེད་མ། དོན་དག་དང་ཆད་པ་ཆ་ཚང་ཞུས་ཚར་བ་ཡིན། ད་དེ་དེ་རིང་ཡང་ནི་དམིགས་བསལ་ཅིག་ནན་པོའི་ཆེད་ག་རེ་ཡོད་རེད་ཟེར་ན་མིང་གཞི་བདེ་བ་གསུམ་སྦྲེལ་སྲིད་དེ་ཡ་དེ་རེད། མིང་གཞི་བདེ་བ་གསུམ་སྦྲེལ་སྲིད་དེ་ཡ་དེ་ལ་ཡང་ད་བཞག་དང་མ་བཞག་གཅིག་འདྲིས་རེད། མིང་གཞི་བདེ་བ་གསུམ་སྦྲེལ་དེ་ཨ་འདྲིས་བྱས་ནས་བཞག་པ་ཡིན་ན་བཤིག་བྱ་འཇིག་བྱེད་བཤིག་ཟིན་བཤིག་བཤིག་ཟིན་ནས་ང་ཚོ་ཁང་པ་ལ་སོགས་པ་མ་བཤིག་པའི་གི་བྱེད་འདྲེ་ལི་ཚིག་དེ་ལ་ཡང། ཞེས་མ་འོངས་པ་དེ་ལ་བའུ་ཤ་ཀི་གུ་ཤི་ཀ་ཤིག་བྲིས་པ་ཡིན་ན་ནི་མི་འཇིགས་བདེ་བ་གསུམ་བྲེལ་ཆགས་འགྲོ་དགོས་བ་རེད། ཤིག་བྱ་འཇིག་བྱེད་ཤིག་ཟིན་ཤིག་ཤིས་བྱེད་ནས་ལ་ཡོང་དུས་མི་འཇིགས་བདེ་བ་གསུམ་བྲེལ་ག་འདྲས་ཆགས་དགོས་བ་རེད་ཟེར་ན་མ་འོངས་པ་དེ་ཤ་རེད་རེད་བ། ད་ལྟ་བ་དེ་བྱ་རེད། ཨ་ནི་འདི་ནི་ཁར་སོ་གོ་རེད། ཁར་སོ་གོ་རེད། ཁར་སོ་གོ་དང་ཨ་ནི་འདིར། ཤ་བཅད། སྐུ་ཚིགས་དེ་ལ་ཤ་རེ་དོ་བ་གོ། དེ་འདྲའི་ཡིན་པ་ཡིན་དུས་ད་འདི། མ་འོངས་པ་འདི་ལ་ཤ་བྲི་བའི་དབང་དུ་བྱས་ན་ད་གིན་ངའི་ཁ་ཕེ་ཁ་ནོར་དོ། ད་གིན་ཤ་བྲི་བའི་དབང་དུ་བྱས་པ་ཡིན་ན་ནི་མི་གཞི་བདེ་བ་སྙིང་འདྲེས་ཆགས་འགྲོ་གི་ཡོད་རེད། ཡིན་ན་ཡང་དེ་ལ་བྲི་སྟངས་ཅི་ལ་ཞིག་བྱ་ཞེས་ནས་མ་འོངས་པ་དེ་ལ་གའུ་ཤ་གི་གུ་ཤི་ཀ་ཞིག་བྱ། བྱས། ཨ་ནི་ཨའུ་འཇག་ཁྱུག་གི་འཇིག་ག་འཇིག། ཨ་ནི། བྱ། ཨ་ནི། ཨ་ནི་བའུ་ཤ་ཁྱུག་གི་ཤི་ག་ཤིག་ཤ། ཨ་ནི། དེ་འདྲའི་བྱས་ནས་བྲིས་ནས་ཕྱིན་པ་ཡིན་ན། ད་མིང་གཞི་སྡེ་པ་གསུམ་འདྲེས་ཆགས་འགྲོ་དགོས། ག་འདྲའི་བྱས་ནས་ལབ་ན། མ་འོངས་པ་དེ་ཤ་སྡེ་བྱས། ད་ལྟ་བ་དེ་བྱ་སྡེ་བྱས། ཨ་ནི་འདས་པ་དེ་ཨ་ནི། ར་སྡེ། ཆགས་ཀྱི་ཡོད་པ་ཡིན་དུས།

ད་འགྱུར་བ་དེ་ཧ་ལམ་མི་འདུག་ག་འགྱུར་བ་དེར་ད་འདུག་དུས་ན་མ་འོངས་པ་དེ་ལ་ག་ད་ལྟ་བ་དེ་ལ་ག་སླེབས་ཏེ་ངེད་ཀྱི་ད་དུས་སུ་འཆི་སྟངས་པ་ཅི་ཡོད་དེ་ག་འདྲི་རེད་ཟེར་ན་ཤིང་ལ་སོགས་པ་བཅད་བྱ་གཅོད་བྱེད་བཅད་ཆོད་ཅིག། ཤེལ་སྒོ་ལ་སོགས་པ་བཅག་བྱ་གཅོག་བྱེད་བཅག་ཆོག་ཤིག། ཨ་ནི་ཡི་གེ་ལ་སོགས་པ་གཏང་བྱ་གཏོང་བྱེད་གཏང་ཐོང་ཤིག་དེ་ཡང་སླེབས་ཏེ་ངེད་དུས་སུ་བྱེད་ཚིག་མ་འོངས་པ་བྱེད་ཚིག་ད་ལྟ་བ་དེ་ལ་ཡང་མ་ནིང་སླེབས་ཏེ་ངེད་ག་སླེབས་ཏེ་གོ་རེད་རོ། འོ་དེར། འོ་ཡ།

འོ་དོ་སོ་ཚང་མ་ལོ་བྱེད་རྩིས་ཨ་ནི་མོ་བྱེད་རྩིས་ད་ལྟ་བ་དེ་ལ་སྔོན་འཇུག་མ་ནིང་ལས་དེ་ཡོད་རེད། གཟབ་བྱ་གཟབ་རྗེས་གཟབ་གཟོབ་ཞིག། བཤག་བྱ་རྡོ་ལ་སོགས་པ་བཤག་བྱ་གཤོག་རྗེས་བཤག་གཤོག་ཞིག། ཨ་ནི་གར་སོགས་རེད། བསག་བྱ་བསོག་རྗེས་བསག་གསོག་ཞིག། བསད་བྱ་བསད་རྗེས་བསད་བསད་ཅིག། བསད་འབུ་ལ་སོགས་པ་བསད་བྱ་གསོད་རྗེས་བསད། གསོད་ཀྱིས། འོ་དོ་སོ་ཚང་མ་ལོ། ནི། མ། ནི། མ་ནིང་ལ་ཡ། ནི། མ་རེད། བྱེད་ཚིག་ད་ལྟ་བ། བྱེད་ཚིག་ད་ལྟ་བ་དེ་ལ་མ་ནིང་ལས་འདས་པའི་བདེན་ཚིག་དེ་རེད། འོ་དེར། ད་དེ་གལ་ཏེ་ཆ་ཚང་གཅིག་ཞུས་ཚར་ནས་ད་དེ་རིང་གནོན་པའི་འདྲ་པར་གཅིག་ག་རེ་ཞུ་འདོད་ཡིན་ཟེར་ན་ས་ལྷ་ལྷ་པོ་བཅོ་བརྒྱད་ཟས་སྦྱོར་དེ་ཁྱེད་རྣམ་པ་ཚོས་གོང་གི་ཡོད་ན་མེད་ན། དེ་ཡི་ཉི་ཤུ་ཁྱེད་ར་འོད་ཟེར་གྱི་རྟ་མཇུག་ནང་ལ་ལུས་ཡོག་རེད། ས་རྟ་ལྷ་བུ་བཅོ་བརྒྱད་ཟེར་བྱས་ནས། ད་ས་རྟ་ལྷ་བུ་བཅོ་བརྒྱད་ཟེར་བསྡད་ཡ་དེ་ག་རེད་ཟེར་བྱས་ནས་ལ་ཡོང་དུས་ད་ཁྱེད་གོང་ལ་ང་ཚོ་དཔེར་ན། ང་ཚོ་ཁྱུགས་ཟེར་བྱས་ངས་ངོ་སྤྲོད་ཅིག་བྱུས་ན། དེ་དཔེར་ན་ཨ་འདྲའི་འདྲ་བ་ཅིག། འོང་ཡ། ཨ་འདྲའི་འདྲ་བ་ཅིག་སྟོན་པ་ཡིན་ན་དབུགས་བརྒྱ་འབིབས་རྗེས་ཕུག་ཕུག་ཤིག། དབུལ་བརྒྱ་འབུལ་རྗེས་ཕུལ་ཕུལ་ཅིག། ཨ་ནི་དབབ་བརྒྱ་འབེབས་རྗེས་ཕབ་ཕོག་ཤིག། དབོ་བརྒྱ་འབོ་རྗེས་ཕོ་ཕོ་ཤིག། བྱས་ནས་ལ་ཡོང་དུས་ཙམ་པ་ལ་མང་པོ་བྱས་ལ་ཡང་འཇུག་ས་མི་འདུག་ཨང། ད་ས་ཡོད་ཆོག་དེ་འདྲའི་གཅིག་གཉིས་གསུམ་དེ་འདྲའི་དུས་འགོ་འདུག་ཨང། དེ་འདྲའི་ཡིན་པ་ཡིན་དུས་ཉི་ཤུ་ཕྱེད་ར་འོད་ཟེར་གྱི་རྟ་མཇུག་གི་ནང་ལོགས་ལ་ཡང་ས་ཐག་ལྷག་པོ་བཅོ་བརྒྱད་བྱས་ནས་དམིགས་བསལ་གྱི་ཡང་འཇུག་ས་ཡོད་པ་དེ་འདྲའི་བཅོ་བརྒྱད་ཅིག་བཏོན་ཡོད་རེད་ཟུར་དུ་དེ་ག་རེ་རེད་བྱས་ནས་ལབ་པ་ཡིན་ན་ད་འདིར་ད་ཟུག་འཛུག་ཚུགས་བྱས་ནས་སྡེ་ཚན་དེའི་དུས་གསུམ་སྐུ་ཚིགས་དང་བཅས་པ་ལ་ཡང་འཇུག་ཡོད་པའི་སྡེ་ཚན་དེའི་ཆེད། རེད་བ། དེས་ང་ཚོ་ཧ་གོ་བ་རེད་བ། ཤིང་སྡོང་ལ་སོགས་པ་དང་རླབས་སྒྲ་ལ་སོགས་པ་གཟུགས་བྱ་འཛུགས་བྱེད་ཚུགས་ཟིན་ཚུགས་ཤིག་སླ་བ་འདུག་དེ་གི་དུས་གསུང་སྐུ་ཚིག་དང་བཅས་པ་ལ་ཡང་འཇུག་ས་ཡོད་པ་བྱེད། ཨ་ནི་ད་ག་ནང་བཞིན་གི་མིང་ལ་སོགས་པ་བདག་བྱ་འདོགས་བྱེད་རྟགས་ཐོག་བྱས་ནས་ལ་ཡོང་དུས་དེ་གཞི་ག་ལ་ལའི་དུས་གསུང་སྐུ་ཚིག་དང་བཅས་པ་དེ་ལ་ཡང་ཡང་འཇུག་ས་ཡོད་པ་བྱས་ནས་ལས་ཡོང་དུས་ད་གས་ཆགས་སོང་ཨ། དེའི་ཕྱིར་ནི་དེའི་སྒང་ལ་དང། ད་ལྟ་བ་གཅིག་པུ་ལ་ཡང་ངོ། ཡང་འཇུག་ས་ལས་དེ་ངེས་ཀྱི་བདེན་ཚིག་གཅིག་མ་བགྲང་ཡོད་བཅུ་ཕྲག་ང་བརྒྱ་ཡོད། དེ་ག་རེད་ཟེར་ན་འགུགས་པ། སེམས་བཀུག་བ། ཆུ་ལ་སོགས་པ་སྣོད་ལ་སོགས་པ་འགེངས་པ། ཉོན་མོངས་ལ་སོགས་པ་འཇོམས་པ། རྣམས་ལ་འདེགས་པ། ས་བོན་འདེགས་པ། མིང་ལ་སོགས་པ་འདོགས་པ། རེད་བ། ཁ་ལ་སོགས་པ་འབུབས་པ། ཆ་བ་ལ་སོགས་པ་འབེབས་པ། སྡོམ་པ་ལ་སོགས་པ་འབོགས་པ། ཤིང་ཏོག་ལ་སོགས་པ་འཛུགས་པ། ཅེས་ནི་ལ་ཡོད་དུས་དེ་འདྲ་བའི་བཅུ་དེ་ལ་ད་ལྟ་བ་རྐྱང་པ་ལ་ཡ་ནི་བས་ཏེ་ཡང་ཅུང་ཟད་དམིགས་བསལ་གྱི་ལས་འདས་པ་རེད། ཅེས་ད་འདི་ན་ལོ་ལ་གང་ལ་ཚུལ་ཟབ་པ་དེ་འདྲའི་ཉིད་དུའང་དེ་སྐྱོན་ཁྱད་ཡོད་མ་རེད་གང་ལྟར། དེ་འདྲའི་ཅན་ནི་གཟུགས་འཛུགས་བཙུགས་ཚུགས་རྟགས་འདོགས་བདག་འདོགས་རྟགས་ཐོག་དང། འགུགས་འགེངས་ནི་གར་སོགས་རེད་འཇོམས་འདེགས་འདེགས་འདོགས་འབུགས་འབེགས་འབོགས། གཟུགས་ཀྱི་སྤྱི་དང་བ་ཡི་ས་མཐའ་ནི་བཅོ་བརྒྱད་པོ་ལས་གཞན་པ་ཀུན་ལ་སྤངས། ཅེས་ནས། འོ་འདི་འདྲ་བའི་བཅོ་བརྒྱད་ཅིག་ཡོད་རེད། བཅོ་བརྒྱད་དེ་ལ་དུས་གསུམ་སྐུ་ཚིགས་དང་བཅས་པ་དེ་ལ་ཡང་འཇུ་ས་ཐོབ་གི་རེད་མ་གཏོགས་གཞན་དུ་བཟོ་གྲས་ལ་ཡང་འཇུ་ས་སྤང་གི་རེད། ཅེས་ནས་ད་ཁོང་གིས་བཀར་དེ་གནང་ཡོད་རེད། དེ་བཀར་གནང་ཡས་དེ་ང་ཚོ་ལ་ཕན་ཐོགས་ག་རེ་ཡོད་རེད་ལབ་པ་ཡིན་ན་འདི་གས་དེ་ལ་དམིགས་བསལ་གྱི་ཡང་འཇུ་ས་ཡོད་པ་ཅིག་ང་ཚོས་ཧ་གོ་ཐུབ་གི་ཡོད་རེད། ཡིན་ན་ཡང། འདི་འདི་ཧ་གོ་སོང་ཨ། འདི་ཧ་གོ་ཚར་བའི་ཤུགས་ཀྱིས་དེ་ལ་ཡིན་ན་ཡང་དེ་གཅིག་པོ་གི་ཚད་གི་ཡོད་རེད་པས་ལ་ན་ཚད་གི་ཡོད་མ་རེད། ཚིག་གིས་སྨྲས་པ་དེ་ག་འདྲའི་བྱེད་ཡོག་རེད་ཟེར་ནས་ལབ་པ་ཡིན་ན། དཔེར་ན་ཆ་ཤ་གི་ཡིན་ན་དུས་གསུམ་སྐུ་ཚིག་དང་བཅས་པ་ཆ་སྲང་ལོག་ལ་ཡང་ཡང་འཇུག། ས་མཐོ་ངན་དེ་གི་ན་ལོག་ལ། ཤིང་སྡོང་བཙུགས་ཟེར་ཡག་གི་བཙུགས་དང་གཅིག། མིང་བཏགས་ཟེར་ཡག་གི་བཏགས་དེ་གཅིག་པུ་བཞག་སོང་ཨ། ད་དེ་གི་སྒང་ལ་ད་འདུག་ཨ་འདྲའི་འདྲ་པོ་ཅིག་བཞག་ཡ་ཡོད་རེད་བ། དཔེར་ན་གའུ་མདའ་འགྲོན་པོ་འདེགས་ག་ས་འདེགས། འདེགས་བྱ། ཨ་ནི་ཧའུ་མདའ་འགྲོན་པོ་འདེགས་ག་ས་འདེགས། འདེགས་བྱེད། ཨ་ནི་བའུ་རྟ་འགྲོན་པོ་བཏེགས་ག་ས་བཏེགས། རེད་བ། ཨ་ནི་མཐའ་འབྲུ་མི་ཐེག་ག་ས་ཐེག་ཟེར་ནི་གང་ཚེ་གནམ་ལ་ཡར་བཏེགས་པའི་གི་དོན་དག་དེ་ལ་ཡང་ཡང་དུས་གསུམ་སྐུ་ཚེ་དང་བཅས་པ་དེ་ལ་ས་ཁྲི་ཡའི་གི་ལུགས་སོ་ཅི་ཡའི་ཡོད་ཡོད་བསྡད་པ་ཅིག་བྱ་གི་བ་རེད་བ། འོ་དེ་ཡང་དགོངས་པ་ཅིག་བཞེས་བ་རེད། ད་ག་ནང་བཞིན་གི་དུས་ད་ལྟ་བ་ལ་ཡང་ཁོ་ན་ལ་ཡང་ཡང་འཇུ་ས་མཐོ་བའི་ངའི་གི་སྡེ་ཚན་ཅིག་ལ་ཡང་ཨ་ནི་ད་གི་བཅུ་ཚེ་བགྲང་སོང་བ་དེ་གི་མ་ཚད་ནི་ཨ་ནི་ལྕགས་ལ་ལ་སོ་བ་མ་འགྲེམས་པ་ཟེར་གི་རེད་བ་འགྲེམས་སྤེལ་བྱས་པ་ཟེར་ཡ་གི་འགྲེམས་དེ་ལ་ཡང་ས་ཁྲི་ངའི་གི་ལུགས་སོ་ཅིག་གི་ཡོད་རེད། ཨ་ནི་སྤྱི་འཐུས་ལ་སོགས་པ་འདེམས་པ་ཟེར་ཡ་གི་འདེམས་དེ་ལ་ཡང་ས་ཁྲི་ངན་གཅིག་ཡོད་རེད། ཨ་ནི་རྐུན་པ་ཟེར་ཡ་འབྱོར་བ་སད་པ་ག་ལ་རྐུན་པ་ཟེར་ཡ་དེ་ལ་ཡང་ཨ་ནི་ཡང་འབྱོར་ས་ཁྲི་ངན་ཡོད་པ་ཡིན་ཚུལ་འདས་པ་དེ་ལ་ཡང་འབྱོར་ས་ཁྲི་བ་དེ་འདྲས་ཡ་འདི་འདྲས་ཡ་ལེགས་གི་ཡོད་རེད། འོ་ཡ། རེད་བ། དེ་གཅིག་རེད། ད་ག་ནང་བཞིན་གི་འདས་པ་དེ་ལ་ཡང་འབྱོར་ས་ལེགས་དེ་ངས་དེ་འདྲས་ཡ་འདུག་དཔེར་ན་ཞབས་ཀྱི་ལྕགས་པ་ཟེར་ཡ་དེ་ལ་བསྡམ་ཟེར་ཡ་འདྲ་བོ་དང་སད་པ་དེ་ལ་རྐུན་པ་ཟེར་ཡ་འདྲ་བོ་དང་ལྕགས་ལངས་འཕྲོག་པ་ཟེར་ཡ་གི་འཕྲོག་དེ་ལ་ཡང་ས་ཁྲི་ཡ་དང། ཉོན་མོངས་ལ་སོགས་པ་གྲོང་ཆུང་བ་སའི་ཡཀ་ཆུང་དེ་ལ་ས་དྲི་ཡ་དང། ཀྲོང་པ་སའི་ཡཀ་ཀྲོང་དེ་ལ་ཡ་ས་དྲི་ཡ་དང། རྡོ་ལ་སོགས་པ་ཤཀ་སའི་ཡཀ་ཤ་དེ་ལ་ས་དྲི་ཡ་དང། རས་ལ་སོགས་པ་གཅིག་གིས་ད་ཅ་ལ་ལ་སོགས་པ་གཏུམ་པ་སའི་ཡཀ་གཏུམ་དེ་ལ་ས་དྲི་ཡ་དང། ཟབ་པ་དེ་གི་ས་ས་དྲི་ཡཀ་ལུགས་སོགས་དེ་འདྲའི་ཡ་ཡོད་པ་རེད་དེ་འདྲའི་ཡིན་པ་ཡིན་ཙང་ས་ད་ལྷ་བུ་བཅོ་བརྒྱད་ལས་ཚེ་གི་ད་ཚེ་གི་མར་ད་ཨཱས། ད་ས་ད་ལྷ་བུ་བཅོ་བརྒྱད་དེ་ཧ་ཅང་གི་ད་ཡོངས་གྲགས་དེ་ས་ད་ལྷ་བུ་བཅོ་བརྒྱད་དེ་ཆགས་ཀི་ཡོད་རེད་ཅེས་ནས་ད།

ལ་སོ་ཐུགས་རྗེ་ཆེ། དེ་འདྲའི་ཞིག་གི་ཏྲི་གིར་ཧྲཱི་བ། འོ་ཡེ་ད་མི་མང་པོ་ཤུགས་ཀྱིས་ཕེབས་ཏེ་ཤག་ཨ་ནི་ཐུགས་རྗེ་ཆེ། ནི་ཏའི་ཚེ་ཐུབ་བོན་གསོལ་ཡག་རེ་བ་ཡོད་ད་དེའི་ཤུགས་ཀུ་དེ་ལ་ང་ཚོ་དུས་གསུམ་ཐུ་བོ་བ་ཀོ་ལ་ཅང་གི་རེ་བ་ད་གསུམ་ཐུ་བོ་བ་དེ་ཕྱོགས་གཅིག་ནི་མང་པོ་རེད་ཕྱོགས་གཅིག་ནི་མང་པོ་ཡིན་ན་ཡང་ཨ་ནི་མང་པོ་ཞེས་པ་གཅིག་ནི་སྔོན་ཇུས་ལ་འགྱུར་བ་འགྲོ་གི་མེད་པ་དང་དེ་འདྲའི་ཡིན་པ་ཡིན་ཙང་ལས་སླ་པོ་འདྲ་པོ་ཆགས་གི་རེ་བ་འོ་དེ་འདྲའི་ཡིན་ཙང་སྟབས་བདེ་པོ་འདྲ་པོ་ཆེད་ཐོག་ནས་ཅང་ཡང་ཡོད་རེད་བསམ་གི་འདུག། ལགས་སོ། ཐུགས་རྗེ་ཆེ་ཐུགས་རྗེ་ཆེ། ད་མི་མང་པོ་ཕེབས་ཏེ་ཤག། བཀྲ་ཤིས་བདེ་ལེགས་ཡོད། ཡ་ཡ། བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ད་འདི་འདྲས་ཞིག་མེད་འགྲོ། ཨིན་རྗེས་མ་མཇལ་ཡོང། ལགས་སོ། བཀྲ་ཤིས་བདེ་ལེགས་བཀྲ་ཤིས་བདེ་ལེགས།